གཅིག་ང་ཚོ་བོད་མི་རིགས་དེ། སོ་སོ་སྤོབས་པ་ཡོད་ངེས་ཀྱི་མི་རིགས་གཅིག་ཆགས་ཀྱི་ཡོད་རེད། སྤོབས་པ་བྱེད་ཡག་གི་རྒྱུ་མཚན་ཡོད་རེད། ང་རང་ཚོར་ཡ། སྐད་ཡིག་ཟུར་དུ་ཡོད་པ། ང་རང་ཚོའི་ཡི་གེ་བྱ་བཞག་ནས། ཕྱུགས་ཐག་གཅོད། ཨཱ་ནི་སྐད་ཡིག་དེའི་ནང་ལ་ཡོད་དེ་བས། གཙོ་བོ་སངས་རྒྱས་ཀྱི་ད་ཆོས། སངས་རྒྱས་ཀྱི་ཆོས་ཟེར་དུས། གཅིག་གིས་སྨོན་ལམ་བརྒྱབ་དེ་ཡག་རེད། གཞན་དོན་ནང་དེ་ཡག་བཟོ་རྒྱུ་གལ་ཆེན་མ་རེད། ང་ཚོ་བཙན་བྱོལ་ལ་ཡོད་དེ་བས་བོད་མི་འབུམ་གཅིག་ལྷག་ཟེར་དེ། སོ་སོའི་དོན་དག་དག་ཅིག་སོ་སོའི་དག་པའི་ཁེ་ཕན་སྒྲུབ་ཡག་གི་སྐད་ཆ་ཞིག་མ་རེད། གཞིས་ལུས་རྒྱ་ཆེའི་མི་མང་ས་ཡ་དྲུག་ཅུ་བརྗོད་བསྡད་པ་བདེ་སྐྱིད་བདེ་སྐྱིད་ང་ཚོ་ཚབ་བྱས་བྱས་ད་དེ་མི་དགོས་ཆོས་ཚོགས་ཞིག་བསྐུལ་གི་ཡོད་རེད། ཨ་ན་ཨ་ད་པོ་ཏོ་ང་ད་ཚང་མས་མི་ཧུར་ཐག་ཧུར་ཐག་བྱས་ཡོད་ལ་ད་དུང་ཡིན་ན་ཧུར་ཐག་བྱེད་རོགས་བྱེད་ཟེར་ཡ་དེ་ཟེར་ཡ་གཅིག་ཡིན། ད་ད་རི་སྐད་ས་ཚན་རིག་པ་སྔ་ན་དྲ་གནས་ཀྱི་དག་པའི་སྐད་ཤེས་ཚད་ཡོད་པ་བློ་གཟུ་རུ་གནས་པའི་ཐོག་ནས་ཉམས་ཞིབ་བྱེད་ཐུབ་ངེས་དེ་ཚོའི་གྲས་ཀྱི། སངས་རྒྱས་ཀྱི་ཆོས་སུ་ལབ་དུས་ལྷག་པར་དུ་ཡང་བོད་ཀྱི་སངས་རྒྱས་ཀྱི་ཆོས་སུ་ལབ་དུས་དམིགས་བསལ་རང་ཅིག་ལ་བརྩིས་བྱས་ཞིབ་པོ་ཅིག་འདྲ་བ་ཞིག་འདུག་འདི་ཐག་རིང་པོ་བཞག་གི་མི་འདུག་བ། འདི་གཟི་བརྗིད་དང། ད་གང་ལྟར་ང་རང་ཚོ་བོད་མི་རང་གི་ལུང་པ་ལ་བཙན་གནོན་དང་མནར་གཅོད། འགལ་ཟླ་སྡུག་བསྔལ་འདི། མ་བཟོད་པ་བྱས་བྱས། གཙོ་ཆེན་གཞིས་ལུས་རྒྱ་ཆེ་མི་མང་གི་ཅིག་གི་ད་བདེ་སྐྱིད་སླར་གསོ་ཡོང་ཡག་དེ་དག་ལ་ང་ཚོ་ཡིད་བརྩེ་འཇོ་བ་རུ་འཇོག་རེ་བྱེད། རང་མགོ་གང་འདོད་བྱས་ནས་ཡོང་པ་མ་རེད། ང་ཚོ་ལས་འགན་བསྒྲུབ་ཡག་གི་དམིགས་ཡུལ་བཞག་བྱས་ཡོང་པ་ཡིན་པ་རེད། ད་དེ་འདྲ་ཡིན་དུས་ཙང་ནས་བོད་མི། རྒྱ་གར་ནང་ད་གཙོ་བོར་གྱུར་པའི་ཅེས་ས་ཁུལ་གང་དང་གང་དུ་ཡོད་པ་ཡིན་ན་ཡང་ད་ཚ་མ་ལོག་ལ་ཡ། བོད་སྤྱི་པའི་དོན་དག་གི་ལ་སེམས་ཁུར་བླང་ཡག་གི་ལས་འགན་དེ་མ་ཤི་བར་དུ་ད་མོ་ཚ་མ་ལོག་ལ་ཡ་ཁྲིད་དེ་ཡོད་རེད། མི་རབས་རྒན་པ་དེའི་དེ་ག་ལེ་ག་ལེར་རྫོགས་འགྲོ་གི་ཡོད་རེད་དེ་ཁྱེད་རང་ཚོ་ད་མི་རབས་གཞོན་པ་དེའི་དེ་ག་ད་ཞལ་གི་ཚིག་ནང་ལ་ཡོད་པ་ནང་བཞིན་རེད། ཁྱང་རེ་ཡ་ཞུ་གུ་ཐུས་བྱས་ཡོང་གི་ཡོག་རེ་ལ་ངེས་པར་དུ་ཐུས་དགོས་རེད་ས་དེ་འདྲས་ཡིན་དུས་ས་གནས་ད་ག་ཡོད་དེ་ངས་ཁྱང་རེ་ངོས་ནས་ཆ་བཞག་ནས་གཞིས་ལུས་རྒྱ་ཆེའི་མི་མང་གི་བདེ་བ་སྡུག་བསྔལ་དེ་བརྗེད་པ་མེད་པའི་ཐོག་ནས་ཨེ་ནི་ས་ཁུལ་དེ་ཁྱང་རེ་གཅིག་ད་བོད་ཀྱི་ཆོས་དང་རིག་གཞུང་གཅིག་དེ་འདྲས་སྒོ་གང་ས་ནས་བོད་སྐད་ཅིག་དོ་སྣང་བྱས་སློབ་སྦྱོང་བྱས་ཡག་རོ། གཅིག་མི་རབས་གསར་པ་གཙོས་མ། དོ་སྣང་སླེ་ཡག་དང། ཨེ་ནི་གནས་ཚུལ་གོ་རྟོགས་ཡོང་ཡག་ཁྱེད་རང་ཚོས་འབད་རྩོལ་བྱས་ཡག་དེ་རིགས་ཞེ་དྲག་ཡག་པོ་བྱུང་ཤག། དེ་བཞིན་དུ། ད་གའི་ས་གནས་ཀྱི། གཅིག་ཡུལ་བ་ཚོ་རེད་བོད་ཀྱི་གནས་ཚུལ་གཅིག་རིམ་པས་རིམ་པས་ཀྱི་བར་གཅིག་གོ་རྟོགས་རོ་བས་ཤུགས་ཆེ་ཚེ་ཡོང་ཡག་ལ་ཁྱེད་རང་ཚོས་དེ་འབད་རྩོལ་བྱས་བྱས་གྲུབ་འབྲས་མི་ག་ལ་གང་འཚམས་ཐོན་དེ་ཡག་རེད་ཞེ་དྲག་ཡག་པོ་བྱུང་ཤག་ཐུགས་ཆེ་ཟེར་གྱི་ཡིན།

ཨ་འདི་ཁུར་མེད་ལ་བྱས་བྱས་དེ་འདྲ་ཡག་པོ་ཡག་པོ་མ་རེད་ཟེར་འདི་འདྲའི་ལབ་རྒྱུ་བྱུང་ར་དེ་རིང་ཨ་འདི་འདིའི་ལས་བསྡོམས་ནང་ལ་བཤད་བཤད་བྱས་ན་ཁྱེད་རང་ཚོ་མང་པོ་གཅིག་གིས་དོ་ཁུར་བྱས་སེམས་ཁུར་བླངས་ཡག་པོ་ཆགས་བྱས་ཤ་ཐུ་ཅི་ཟེར་གི་ཡིན་ཨ་ད་ནང་བཞིན་གྱི་ང་ཚོ་བོད་མིའི་སྒྲིག་འཛུགས་གཙོ་བོར་འདི་རྒྱ་གར་ནང་ལ་ཡོད་རེད་ལ་ད་དེའི་འདི་ང་ཚོ་སྤྱི་པའི་འགྲོ་སོང་གཏོང་ཡག་ཅིག་སྒུག་གི་ཡོད་རེད།

ཞག་འགའ་པོ་བྱུང། ཨ་མཐུ་ཤི་ཟེར་གྱི་ཡིན། ད་ང་རང་ཚོ། ཅིག་ལས་ཀ་གང་དང་གང་ཡིན་ན་ཡང། ཅིག་མགོ་བཙུགས་པའི་ཁ་ཐུག་ལ་ཡ། ཅིག་ཚང་མས། ཅིག་ཧུ་རི་རི་རུ། ཨ། ཅིག་ཨ་གསར་དང་གྲགས་བྱས་ཡོད་དེ་ངས་ཅིག། ཨེ་ཡང་རིམ་པས་རིམ་པས་ཀྱིས། ཕ་དུས་ཚོད་ནམ་སོང་གི། ཨེ་ཡང་དོ་སྣང་རུ་གོ། ཅིག་ད་ཆ་ཆེན་སོར་ཅིག་གང་ལ་ཕྱིན་བྱས། ཡང་དོ་སྣང་ཏོག་ཆུང་འདྲ་སོར་འདི་འདྲའི། ད་ཡོང་གི་ཡོད་རེད།

ཚིག་མདོ་སྟོད་སྨད་ཀྱི་ས་ཁུལ་ནས་བྱས་ནས་ད་ཞི་བཞི་དགུ་ནས་ག་ད་དུས་ཀྱི་འགྱུར་བ་ཆེན་པོ་འདི་བྱུང་བ་རེད། ས་འདི་འདྲའི་གཅིག་གིས་ད་ད་ཆ་ལོ་ལྔ་བཅུ་དྲུག་ཅུ་ཕྱིན་པའི་མཚམས་ལ་ཡ་རྩ་བའི་གཅིག་བོད་མིའི་ཐོག་ལ་ཡ། ཕལ་ཆེར་ཅིག། རྣམ་པ་འདྲ་མི་འདྲའི་འོག་ནས་གང་ལྟར་བོད་པ་དཀའ་ངལ་འཕྲད་བསྡད་པ་ཞིག་ཆགས་བསྡད་ཡོང་ལ་འདུག། ཨན་ད་རང་བཞིན་གྱིས་ཅིག་ང་ཚོ་བོད་མི་རིགས་འདི། སོ་སོ་སྤོབས་པ་ཡོད་ངེས་ཀྱི་མི་རིགས་ཅིག་ཆགས་བསྡད་ཡོད་རེད། སྤོབས་པ་བྱེད་ཡག་གི་རྒྱུ་མཚན་ཡོད་རེད། ང་རང་ཚོར་ཡང་སྐད་ཡིག་ཟུར་དུ་ཡོད་པ། ང་རང་དུ་ཡི་གེ་ཆག་བཞག་ནས། ཕྱུགས་ཐག་གཅོད། ཨེ་ནི་སྐད་ཡིག་དེའི་ནང་ལ་ཡོད་བསྡད་པས། གཙོ་བོ་སངས་རྒྱས་ཀྱི་ད་ཆོད། སངས་རྒྱས་ཀྱི་ཆོས་ཟེར་དུས། གཅིག་གིས་སྨོན་ལམ་རྒྱབ་དེ་ཡག་རེད། གཞན་དོན་ནང་དེ་ཡང་བཟོ་བཅོས་སྐད་ཆ་མ་རེད། བཀའ་འགྱུར་བསྟན་འགྱུར་པུ་ཏི་སུམ་བརྒྱ་ལྷག་ཅིག་ཡོད་བསྡད་པ་དེའི་ནང་ལ།

གང་དག་སོ་སོའི་མི་རིགས་རང་ཚུགས་ཐུབ་པ་བྱས་བྱས། དེ་འདྲའི་ཅིག་གིས་ད་ལོ་སྟོང་ཕྲག་རིང་འདུག་བསྡད་པ་ཡིན་དུས་ཙང་ནས་རང་ཚུགས་མི་རིགས་རང་བཞིན་གྱི་སྤོབས་པ་བྱུང་བ་རེད། དེ་འདྲའི་གི་སྤོབས་པ་ཅན་གྱི་མི་རིགས་ཅིག་གང་ལ་ཨེ་འདང། བུད་མེད་ག་གེ་ཞིག་མེད་པའི་བཟོ་རུ་ཞུ་ད། ག་གི་འཇུག་མོད་སོར་བཞད་བྱས། ཨེ་ནི་ཐུང་ཆུང་ཁྱད་གསོད་དབང་ཡོད། འདི་འདྲ་ཅི་ཆ་ཡོད་འདི་ཙམ་ནས། ཧོ་ནད་མ་ཁྱབ་པའི་གནས་ཚུལ་རང་བཞིན་གྱི་ཡུངས་བསྐུར་བ། ལྔ་བཅུའི་ནང་གི་མི་རབས།

ག་ད་བོད་ནང་གི་དངོས་ཡོད་གནས་ཚུལ་ག་འདྲི་ཞིག་བྱུང་ཡོད་མེད་དེ་བོད་པའི་མི་མི་རབས་གསར་པ་གཞོན་སྐྱེས་དེ་དེ་གི་ད་བསམ་བློ་དང་ད་དེ་གི་ཤེས་ཡ་རེད། ཅིག་རྒྱ་གར་ལ་ཡིན་ནའི་བོད་ནས་ཡོང་མཁན་དེ་འདྲའི་མང་པོ་ཞིག་ཐུག་བསྡད་གི་ཡོད་རེད། ཕྱི་རྒྱལ་དེ་བ་ལས་བོད་ནས་ཡོང་བསྡད་པ་དེ་འདྲའི།

ལྷག་དོན། ཉིས་སྟོང་བརྒྱད་ཀྱི། ད་གནས་ཚུལ་བྱུང་པའི་རྗེས་ལ་ཡང་ད་བོད་རྒྱ་སྐྱབས་ཡོངས་སོགས་པ་ལ། ཚེ་སོ་སོའི་ད་མི་རིགས་ཀྱི་ཐོབ་ཐང་གང་ཡང་བསམ་བློ་གཏོང་ཡ་དེ། ཞི་བ་ཤུགས་ཆེན་པོ་ཞིག་ཆགས་འདུག་བ། ཚ་དེ་འདྲ་ཡིན་དུས། ངས་ནམ་རྒྱུན་ཨ་མདོ་རྒྱ་མི་དེ་འདྲའི་ཐུགས་རྫི་ཙམ་ནས་ངས་བཤད་ཀྱི་ཡོད། ཨ་མདོ་རྒྱ་བོད་མི་རིགས་དེ་གསར་པ་འདྲ་བ་བྱུང་བ་མ་རེད། ལོ་སྟོང་ཕྲག་རིང་ལ་ཡ་འབྲང་ཡོད་བསྡད་པ་ཞིག་རེད། ང་ཚོ་དངོས་གནས་གཅིག་གིས་གཅིག་ལ་ཡ་འཆམ་པོ་བྱས་གཅིག་གིས་གཅིག་ལ་ཡ་གུས་ཤོར་རེ་བྱས། དཔེར་ན་རྒྱ་ནག་གོང་མ་མང་པོ་ཅིག་བོད་ཀྱི་སངས་རྒྱས་ཀྱི་ཆོས་ཉམས་ལེན་བྱས། སངས་རྒྱས་ཀྱི་ཆོས་ལ་ཡ་དད་གུས་བྱས། བྱས་བསྡད་ཀྱི་ཡོད་རེད། ཨ་རི་བོད་པའི་ངོས་ནས་ཆ་བཞག་ནས་དེ་དེ་བཞིན་བྱས་ནས་ཡང་གཅིག་རྒྱ་ནག་ནས་གཅིག་དར་གོས་ཅན་རུ་དེ་འདྲས་དེ།

ང་རྒྱལ་མི་ཚོར་བཤད་འདོད་ཀྱི་མེད། འདི་ཐབས་སྐྱོ་པོ་ཞག་རེད། ལོ་སྟོང་རག་རིང་ལ་ཡ། རྫ་རྩི་ཆེན། གཅིག་གཅིག་ལ་ཡ་གུས་ཞབས་བྱས་བསྡད་བསྡད་ཡ་འདི། ད་ཆ། འགལ་ཟླ་བྱས་བྱས། གཅིག་གཅིག་ལ་དོགས་པ་བྱས་ཡ། འདི་འདྲས་ཀྱི་རྣམ་འགྱུར་ཞིག་མཐོང་བསྡད་ཡ་འདི། ཐབས་སྐྱོ་པོ་ཞག་རེད། འདི་ང་ཚོ་བོད་པས་བྱས་པ་མ་རེད། ཞེས་དབང་སྒྱུར་བྱེད་མཁན་གྱི། ཅིག་ད། མི་མང་པོ་གཅིག་གིས་ཁོས་ང་ལ་དངོས་ཡོད་གནས་ཚུལ་དེ་མ་ཤེས་པ་བྱས། དངོས་ཡོད་གནས་ཚུལ་ཤེས་པ་ཡིན་ནས་ཤེས་བཞིན་དུ་ཁྱད་གསོད་བྱས། དེ་འདྲའི་གི་བ་ནས་ད་ནས་ཟིག་བྱུང་བ་རེད། ཚེ་དེ་འདྲའི་ཞིག་གི་ད་ནས་དང་བ་བསྡད་འདུག་བ། ས་ད་བོད་ནང་གི་མི་དེ་དེ་སེམས་ནས་ནད་མ་ཁྱབ་པ་ཞིབ་པོ་ཞིག་ཡོད་རེད་དེ་ཡིན་ནས་ཁ་ནས་བཏོན་ཡང་བཞག་ཁག་པོ་རེད། ཏང་འུ་ཚུགས་པའི་ཁུལ་དུ་ལ་ཡ་ལྟ་ཅིག་ཅིག་ངོ་རྒོལ་སྐད་འབོད་འདྲ་བྱས་བྱས་ཨན་དེ་རྣམས་སང་དྲག་གནོན་བྱས་བྱས་འགྲོ་བསྡད་དུས། གང་ལྟར་ཡང་ཡིན། རང་དབང་ལྡན་པའི་ཐོག་ནས་སེམས་ཀྱི་ཚོར་བ་དེ་ཤོད་ཡག་གི་གོ་སྐབས་མེད་པ་ཡིན་དུས་ད་ང་ཚོ་དེ་རང་དབང་ལུང་པར་ཡོད་བསྡད་པ་དེ་ཡིན་དེ་གི། ད་རང་དབང་གི་གོ་སྐབས་དེ་ཡོད་པ་ཡིན་དུས་ང་རང་ཚོས། སེམས་ཀྱི་ནང་གི་སྡུག་བསྔལ་དེ་ཤོད་ཡག་གི་གོ་སྐབས་ཡོང་གི་ཡོད་རེད་ལ། ཐོབ་ཐང་ཡོད་རེད། དེ་ལ་ང་ཚོ་དེ་ཡོད་དེ། ང་ཚོ་བཙན་བྱོལ་ཡོད་དེ་བས་བོད་མི་འབུམ་གཅིག་ལྷག་ཟེར་དེ་སོ་སོའི་དོན་དག་དག་ཅིག་སོ་སོའི་དག་ཕུད་ཀྱི་ཁེ་ཕན་སྒྲུབ་ཡག་གི་སྐད་ཆ་ཞིག་མ་རེད། གཞིས་ལུས་རྒྱ་ཆེའི་མི་མང་ས་ཡ་དྲུག་ཅེས་བརྗོད་བསྡད་པ་བདེ་སྐྱིད་བདེ་སྐྱིད་ང་ཚོ་ཚབ་བྱས་བྱས་ད་བདེ། མི་དགོས་ཆོས་ཐུབ་པ་ཞིག་དགོས་ཀྱི་ཡོད་རེད། ཨ་མ་ཨ་མདོ་པོ་ཏོ། ང་ད་ཚང་མས་མི་ཁུ་ཐག་པ་ཐག་བྱས་པ་རེད་ལ་ད་དུང་ཡིན་ན་ཁུ་ཐག་བྱེད་རོགས་བྱེད་ཟེར་ཡ་དེ། ཟེར་ཡ་ཅིག་ཡིན། ཨེ་ནས། ང་རང་ཚོའི་ཨ་མདོ་ནི་ཤ་མ་ཐག་པ་ནང་བཞིན་བོད་རང་ཉིད་ལི་ཡ། ཆོས་དང་རིག་གཞུང་ཕྱུག་པོ་ཡོད་བསྡད་པ་ཅིག་ཡིན། ད་དེ། ཨེ་ནས་ཅིག་བྷི་གའི། ཁྱད་གསོད་དག། ཅིག་གིས་སྒོ་གང་ས་ནས་དམ་དྲག་བྱས་བྱས། དེ་འབྲེལ་གྱི་རྐྱེན་པས་ད་ནས་མ་ཆགས་པའི་གནས་ཚུལ་ཅིག་ཡོང་བསྡད་ཀྱི་ཡོད་པ་ཡིན་འདུག་ས་ནས་ང་ཚོ་དེ་བཙན་བྱོལ་ལ་ཡོད་མཁན་ཚོ་ཡིན་ན་ཡང། སོ་སོའི་ཆོས་དང་རིག་གཞུང་དེ་དེ་བདག་པོ་བསྐྱལ་ཏེ། ད་ཞིབ་གཞིག་གལ་ཆེན་པོ་བྱ་དགོས་འདུག་བོད་ནང་ལ་ཡ། བོད་མིའི་ཆོས་དང་རིག་གཞུང་སྤོབས་པ་བྱེད་འོས་པ་དེ་ད་ཉམས་ཆག་འགྲོ་གི་ཚེ་ན་ནས་མ་ཆགས་པ་ཞིག་འདུག་ས་ནས་ང་ཚོ་དེ་རང་དབང་ལུང་པར་ཡོད་མཁན་ཚོས་བོད་ནང་ལ། སོག་ལོས་ཏང་གི་ཨེ་ནི་འཐབ་རྩོད་བྱེད་ཡག་གི་བོད་མིའི་ཆོས་དང་རིག་གཞུང་འདི་ང་ཚོ་འདི་རང་དབང་ལུང་པའི་ནང་ལ་ལྷོད་ཡང་རུབ་བྱས་བྱས་འདུག་བྱས་ལས་པ་ཡིན་ན་ཐབས་སྐྱོ་བོ་ཤར་བ། གཉིས་ནས་ང་ཚོའི་བོད་ཀྱི་ཆོས་དང་རིག་གཞུང་ཟེར་ཡག་འདི་མི་ཚེ་གཅིག་བདེ་སྐྱིད་ལྡན་པ་བྱུང་ཡག་དེ་འདྲ་ལ་བཤད་ཀྱི་ཡོད་རེད། རེད་མ་གཏོགས་མི་ཚེ་དང་འབྲེལ་བ་མེད་མཁན་གཅིག་གིས་གཅིག་ཉིན་པ་གཉིས་འཛིན་འདོད་པ་དོན་དེ་གལ་ཆེ་ཆེ་མ་རེད། ཚེ་དེ་འདྲ་ཡིན་དུས་ས་ནས་བོད་ལ་ཡོད་བསྡད་པའི་སངས་རྒྱས་ཀྱི་ཆོས་དཔལ་ནག་ལིང་དྲ་ནས་བརྒྱུད་དེ་ངན་རྒྱལ་བའི་བསྟན་པ་ཡོངས་སུ་རྫོགས་པ་འདི་འདྲས་འདི་ཤེས་པ་ཡིན་ན་སོ་སོའི་མི་ཚེ་བསམ་དོན་ཡང་གོ་ར་ཏན་ཏན་བསམ་བློ་གུ་ཡངས་རུ་འགྲོ་ཡ་བསམ་བློ་སྙིང་སྟོབས་འཕེལ་ཡ། དཀའ་ངལ་ག་རེ་བྱུང་ནའི་གདོང་ལེན་བྱེད་ཐུ་ཡ། རྐྱེན་ངན་བྱུང་པ་ཡིན་ན་རྐྱེན་ངན་གྲོགས་སུ་གྱུར་ཐུ་ཡ། ལྟས་ངན་གཡང་དུ་ལེན་ཟེར་དེ་འདྲས་བྱེད་ཐུ་ཡ་བྱུང་གི་ཡོད་རེད། སྤྱིར་བཏང་མི་གཅིག་གིས་དཀའ་ངལ་འཕྲད་པའི་ཁོད་དུ་ལ་ཨེ་ནི་སྲོག་རླུང་འཕར། ཨེ་ནི་སྐྱག་རེས་རྒྱབ། ཨེ་ནི་རང་ཤི་རྒྱབ་བས་སོ་རུ། དེ་འདྲས་ཡོང་པའི་ཁོད་དེ་འདྲས་ཡོང་ཡག་གི་གནས་སྟངས་དེའི་འོག་ལ་ད་དུང་རྐྱེན་ངན་བྱུང་པའི་ཁོད་དུ་ལ་སྙིང་སྟོབས་གོང་ནས་གོང་དུ་འཕེལ་ཡག་དང། དཀའ་ངལ། ཨེ་ནི། གཡང་དུ་བླངས་ཤིང། དཀའ་ངལ་གྲོགས་སུ་གྱུར་ཡ། དེ་འདྲ་བྱེད་ཐུ་ཡ་ཞེས་པ། དེ་སོ་སོའི་མི་ཚེ་གེར་གི་ངོས་ནས་ཤ་ཤ་ནི་ཕན་གི་ཡོད་རེད། དེ་ཙམ་བོད་ཀྱི་ཆོས་དང་རིག་གཞུང་བདག་པོ་རྒྱབ་སྲིད་དེ། སོ་སོ་གེར་གི་མི་ཚེ་ལ་ཡ། འབྲེལ་བ་མེད་ལྟས་ངན་ཞིག་ཡིན་པ་ཡིན་ན་ཡང་གནས་ཚུལ་ཁ་ཁ་རེད་དེ་མར་པ། སོ་སོ་གེར་གི་མི་ཚེ་སྐྱེལ་ཡ་ལ་ཡ། བོད་ཀྱི་ཆོས་དང་རིག་གཞུང་འདི་གི་ཕན་གི་འདུག་ག། དེ་རིགས་སྐད་ས། བོད་ཀྱི་ཆོས་དང་རིག་གཞུང། ན་ཡང་དོ་སྣང་བྱེད་ངེས། སྔར་བོད་ཀྱི་སངས་རྒྱས་ཀྱི་ཆོས་གོ་མ་མྱོང་ཐོས་མ་མྱོང་བའི་ས་ཆའི་ནང་ནས་དོ་སྣང་བྱེད་བསྡད་ཀྱི་འདུག་པ། མདོར་ན་ཚན་རིག་པའི་ནང་ནས་ཆ་བཞག་ན་ཡང། སྤྱིར་བཏང་ཡིན་ན། ད་འདས་པའི་ལོ་བརྒྱ་ཕྲག་རིང་ལ་ཡང། ཚན་རིག་གི་རིག་པ་གསར་བ་སླད་བྱས་ཡོང་དུས་སྤྱིར་བཏང་ཚན་རིག་པ་ཚོས་ཡིན་ན། ཆོས་སུ་ལབ་དུས། ཅིག་འགྲེལ་བཤད་རྒྱག་ཡ་མེད་དེ་བབ་ཅིག་ཧ། ཕྲན་བུ་ཞིག་ཕ་རྒྱང་རིང་བརྩི་བྱས་བཞག་ཞིག་འདུག་པ། ད་བར་དུ་ཚན་རིག་པ་མཉམ་དོར་ཡར་འདྲ་བ་བྱུང་པའི་རྗེས་ལ་ད་ད་རི་སྐད་ས། ཚན་རིག་པ་སྔ་ན་དྲ་གནས་ཀྱི་ད་བྷི་སྐད། ཤེས་ཚད་ཡོད་པ། བློ་གཟུ་རུ་གནས་པའི་ཐོག་ནས་ཉམས་ཞིབ་བྱེད་ཐུབ་ངེས། དེ་ཚོའི་གྲས་ཀྱི། སངས་རྒྱས་ཀྱི་ཆོས་སུ་ལབ་དུས་ལྷག་པར་དུ་ཡང་བོད་ཀྱི་སངས་རྒྱས་ཀྱི་ཆོས་སུ་ལབ་དུས་དམིགས་བསལ་རང་གཅིག་ལ་རྩིས་བྱས་ཞིབ་པོ་ཅིག་འདྲ་བ་བྱེད་དུ་འདུག་དེ་ཐག་རིང་པོ་བཞག་གི་མི་འདུག་བ། དེ་གཟི་བརྗིད་རེད་བ།

བོད་ཡུལ་ཆོས་དང་རིག་གཞུང་དྭགས་པོ་རྒྱལ་པོ་ཟེར་ཡག་དེ། བོད་ཡིག་ཤེས་ཚེ་ཅིག་དང། འདོན་པར་བ་ཁ་ཤས་སྟོན་ཤེས་ཚེ་ཅིག་གས་བཤད་གི་ཡོག་མ་རེད། ངས་ནམ་རྒྱུན་འདི་བཤད་བསྡད་གི་ཡོད། བཀའ་འགྱུར་བསྟན་འགྱུར་སྤུ་རྡུལ་སུམ་བརྒྱ་ལྷག་ཅིག་ཡོད་བསྡད་པ་དེ་དེ་སློབ་དེབ་རེད་འདུག་བ། དེ་སློབ་དེབ་རང་ལ་ཡང་རྩིས་བྱས་དེ་སློབ་སྦྱོང་བྱས་ཡོད་བསྡད་པ་ཅིག་རེད། བཀའ་འགྱུར་བསྟན་འགྱུར་ལབ་དུས་ཕྱག་ཆེན་པོའི་ཞལ་ཟིན་ལ་ཕོ་ཟེར་བཞག། ཨེ་ནི་ཉིན་རེ་ཉིན་རེ་སོ་སོ་ཅིག་འདོན་པ་རུ་སྟོན། ཅིག་འགངས་རུ་དྲངས་བྱས་བསྡད་དེ་ཡག་དེ་མ་རེད།

དེར་མི་སངས་རྒྱས་ཀྱི་ཆོས་གཅིག་ཡུལ་གྲུ་མང་པོ་ཅིག་ལ་སངས་རྒྱས་ཀྱི་ཆོས་ཡོད་རེད། མང་པོ་ཅིག་ནི་པཱ་ལིའི་ཆོས་བརྒྱུད་ཡིན་པ་རེད། ད་རྒྱ་ནག་གི་མཚོན་པའི་ཡུལ་གྲུ་མང་པོ་ཅིག་ལེགས་སྦྱར་གྱི་ཆོས་བརྒྱུད་དེ་ཡོད་རེད། རེད་དེ་ཡིན་ནའི། བོད་ལ་ཡ། པཱ་ལིའི་ནང་ལ་ཡོད་བསྡད་པའི་ཅིག་འདུལ་བ་དང། ཅིག་དེ་མིན་གྱི་ཅིག་བདག་མངོན་པའི་གཞུང་འདི་ཡི་དེའི་གཙོ་ཆེ་འདི་རེ་ཡོད་རེད། འདི་རེ་ཡོད་པའི་ཐོག་ལ་ཡ་ཨེ་ནི་ལེགས་བྱ་གི་ཆོས་བརྒྱུད་ཅིག་གྲུབ་མཐའ་བཞི་ཁག་གི་གཙོ་བོ་ཨེ་ནི་གྲུབ་མཐའ་གོང་མ་གཉིས་ཀྱི་རྣམ་གཞག་འདི་ཡི་དེའི་ཞེ་བོ་ཅིག་ཞིབ་ཚགས་པོ་ཡོད་དེ། འདི་ཡི་དེ་གི་ལྟ་གྲུབ་འདི་ཡི་དེ་གཏན་ལ་འབེབས་པའི་ཐབས་ལམ་རུ་དེ་ཚད་མའི་ལམ་ལ་བརྟེན་ནས་གཏན་ལ་འབེབས་ཀྱི་ཡོད་རེད། དེ་འདྲའི་དེ་ཕལ་ཆེར་བོད་ཀྱི་ནང་ཆོས་རྐྱང་རྐྱང་ལ་མ་གཏོགས་རྒྱ་ནག་ལ་མི་འདུག་ག། ཨ་ནི་རྒྱ་ནག་བརྒྱུད་ནས་དར་བའི་ཀོ་རི་ཡ་དང་ཉི་ཧོང་དང་ཝེ་ནམ་དང་དེ་ཚོ་ལས་མི་འདུག་ག། ཚ་དེ་འདྲ་ཡིན་དུས་ཚ་ནས་བོད་ཀྱི་སངས་རྒྱས་ཀྱི་ཆོས་འདི་གཙོ་བོ་མིན་མཁན་སློབ་ཆོས་གསུང་གདན་འཛོམས་ནས་ཨ་ནི་དུས་དུས་ནས་མ་ལྟ་ཅིག་གཏན་འབེབས་དང་གསར་གཏོད་གནང་བཞག་པ་འདི་མཁན་ཆེན་ཞི་བ་སོགས་རང་ཉིད་ཨ་ནི། ལྟ་གྲུབ་སྨྲ་བ། དབུ་སྨྲ་བའི་གྲུབ་མཐའ་འཛིན་མཁན། གྲུབ་མཐའ་འཛིན་པ་སོགས་དུ་མ་བསྲེས་པའི། གྲུབ་མཐའ་རང་རྐང་འཛིན་མཁན་གཅིག་གིས་དམིགས་བསལ་གྱི་རང་རྐང་འཛིན་མཁན་གཅིག་ཆགས་བསྡད་ཀྱི་ཡོད་རེད་མཁན་ཆེན་ཞི་བ་འཚོ། ཨང། དེའི་རྗེས་འབྲང་སློབ་དཔོན་ཀ་མ་ལ་ཤི་ར། དེ་དང་ཆབས་ཅིག་མཁན་ཆེན་ཞི་སུ་ཡབ་སྲས་གཉིས་ཀ་ལོ་ཚད་མའི་གཞུང་གི་ཞི་བ་གཅིག་གི་མཁས་པ་རེད་འདུག་བ། བྱས་ཙང་བོད་ལ་ཡང་སངས་རྒྱས་ཀྱི་ཆོས་འཛུགས་མཁན་གཙོ་ཆེ་ཆེ་མཁན་ཆེན་ཞི་སུ་ཡབ་སྲས་ཆགས་ནས་ཡོང་ཡིན་དུས་ཙང་ནས་མཁན་ཆེན་ཞི་བ་སོགས་དང་དེ་ནས་ནི་དེ་དག་དེར་རྒྱུན་སྐྱུང་གནང་ཡང་མཁན་ཆེན་དེ་སློབ་དཔོན་བཀའ་མོ་ལ་ཞི་ལ་ཞེས་གནང་བ་ཡིན་དུས་ཙང་ནས་ཁོ་ན་གཉིས་རང་ཚད་མའི་གཞུང་ལ་དོ་སྣང་བཞག་ཡོད་པ་ཡིན་དུས་ཙང་ནས་བོད་ཀྱི་དཔེ་ན་ས་དཔེ་འདི་དག་བོད་རང་གི་མཁས་པའི་ནང་ནས་ཚད་མའི་གཞུང་རང་རྩོམ་མཛད་མཁན་དེ་འདྲས་བྱུང་བ་རེད། ཕལ་ཆེར་རྒྱ་ནག་ནང་འདིར་ཡོད་ས་མ་རེད། ཚད་མའི་གཞུང་ཆ་བཞག་ན་ངས་ཤེས་ཚོད་བྱས་ན། སློབ་དཔོན་ཕྱོགས་གླང་གི་རིགས་སྐུ་ཟེར་བ་དེ་རྒྱ་སྐད་ནང་བསྒྱུར་ཡོད་རེད་ས་དེ་རེད་མ་གཏོགས་གཞན། ཚད་མ་ཀུན་བཏུས་དེ་ཨེ་འདྲ་ག་ནས་བཞེངས་ཀྱི་སློབ་དཔོན་ཆོས་གྲགས་ཀྱི་ཚད་མའི་གཞུང་འདི་ཚོད་བྲལ་ཏེ་རྒྱ་ཡིག་ནང་ལ་བསྒྱུར་མེད་པའི་སྐད་བཤད། རྩ་བ་བོད་ལ་ནང་ཆོས་མ་དར་གོང་དུ་རྒྱ་ནག་ལ་ནང་ཆོས་དར་རེད། རེད་དེ་ཡིན་ནའི། གཞུང་ཆ་ཚང་བ་ཅིག་དཔལ་ནཱ་ལེནྡྲའི་ཆོས་བརྒྱུད་གཞུང་ཆ་ཚང་བ་ཅིག་ཕལ་ཆེར་བྱུང་མི་འདུག་བ། ས་དེ་འདྲ་ཡིན་དུས་ས་ནས། ང་རང་ཚོ་བོད་ལ་ཡོད་བསྡད་པའི་ནང་ཆོས་དེ། ངས་ད་རི་ཀས་ད་གནས་ཚུལ་མང་པོ་ཞིག་ཞིབ་འཇུག་བྱས་ནས་ཕྱོགས་སྡོམ་བྱས་ཡོད་འདུག་ས་ནས་བོད་ཀྱི་སངས་རྒྱས་པའི་ཆོས་ནང་ཆོས་དེ་ད་ནང་ཆོས་ཀྱི་ལྟ་གྲུབ་རྒྱ་ཆེན་པོ་ཡོད་པ་ཡིན་འདུག་ས་ནས་ནང་ཆོས་ཀྱི་ག་སོགས་རེད་ཆོས་རྒྱུད་སྲོལ་རྒྱུན་དེ་ཧ་ལམ་འཛམ་བུ་གླིང་གི་གཅེས་ནོར་རེད་ཟེར་ལོབས་ཐུབ་རེད་ཟེར་བཤད་ཀྱི་ཡོད། ཚར་དེ་འདྲ་ཡིན་དུས་ཚར་ནས་ང་རང་ཚང་མ་ལོག་གི་ད་བོད་ཀྱི་སངས་རྒྱས་ཀྱི་ཆོས་ལབ་དུས་ཚར་ནས་སྤྱིར་བཏང་འཛམ་བུ་གླིང་འདིའི་སྒང་གི་ཆོས་ལུགས་དང་མང་པོ་བྱོས་ཟེར་བ་དེ་ཚོ་ད་ཅི་འདྲི་ཅི་གསུང་གི་སྒང་ལ་བཞག་ནས་ཨ་ཆོས་དད་ཡོད་ནའི་ཡག་པོ་རེད་ཆོས་དད་མེད་ནའི་འགྲིག་གི་རེད་ཟེར་བཤད་དེ་ཡང་འདི་རང་ཕལ་ཆེར་མ་རེད་ཨ་ད་ངས་གནས་ཚུལ་ཞིབ་ཚགས་པོ་ཙམ་ཞིག་བཤད་པ་ཡིན་ན། བཀའ་འགྱུར་བསྟན་འགྱུར་པུ་ཏི་སུམ་བརྒྱ་ལྷག་ཟེར་ཡོད་དེ་བ་དེའི་དེའི་བརྗོད་བྱ་ཚུལ། སྡེ་ཚན་ཕྱེ་བས་ཡིན་ན། ཚན་རིག་གི་སྡེ་ཚན་གཅིག་འདུག། ལྟ་གྲུབ་ཀྱི་སྡེ་ཚན་གཅིག། དེ་ནས་ཆོས་རང་གི་སྡེ་ཚན་གཅིག། ས་སྡེ་ཚན་གསུམ། ད་བར་སྐབས་ནས་ད་ན་ནིང་ནས་བྱས་ནས་ང་ཚོ་ལས་ཀ་ཞིག་བཙུགས་ཀྱི་ཡོད། ལས་ཀ་ཞིག་མགོ་བཙུགས་བྱས་ད་ལས་ཀ་དེ་བྱས་དང་བྱེད་བཞིན་པ་རེད། བཀའ་འགྱུར་བསྟན་འགྱུར་འདིའི་ནང་ལོགས་ནས་བརྗོད་བྱ་དོན་ཚན་གསུམ་དེ་ཕྱེ་ནས། ཚན་རིག། ལྟ་གྲུབ། ནང་ཆོས། དུམ་བུ་གསུམ་ཕྱེ་བྱས་དེ་ཕྱེ་དགོས་ཡག་གི་རྒྱུ་མཚན་དེ། ནང་ཆོས་དེ་ནང་པ་ཚོའི་དོན་དག་རེད། ནང་པ་མེད་མཁན་ཚོ་ལ་འབྲེལ་བ་ཁེལ་ཡག་མ་རེད། ད་ནང་ཆོས་ཀྱི་གཞུང་ནས་གསུངས་བཞག་པའི་ལྟ་གྲུབ། ད་ཚན་རིག་དེ། གཟའ་བོ་ལི་ཀུན་ལ་ཁྱབ་ཐུ་ཡར་ཆགས་ཏེ་དགོས་མཁོ་ཡོད་དོ་ཆགས་ཏེ། ས་ཨ་ད་པ་དང་ང་ཚོ་ཚན་རིག་མཉམ་དོར་ཡར་འབྲེལ་བ་བྱས་ཡོང་དུས་གཙོ་བོ་དེ་ནང་ཆོས་ནས་བཤད་བྱས་པའི་ཚན་རིག་གི་ཕྱིའི་དངོས་ཁམས་རིག་པ། དེང་དུས་ཀྱི་དེང་རབས་ཀྱི་ཚན་རིག་དེ་ཧ་ལས་པའི་ཡར་རྒྱས་ཕྱིན་ཡོད་རེད་དེ་དང་དེ་འདྲ་བའི་སྡེ་ཚན་མང་པོ་ཞིག་ནང་ལོགས་ལ་ཧ་ལས་པའི་ཡར་རྒྱས་ཕྱིན་ཡོད་རེད། ནང་སེམས་ཁམས་རིག་པའི་སྐོར་ལ། ཚན་རིག། ནུབ་ཕྱོགས་ཀྱི་ཚན་རིག་དེང་རབས་ཀྱི་ཚན་རིག། ཤ་ཚ་ད་གསར་བ་རེད་ཤ་ཚས་དམར་པོ་ཤ་རེད། སྤྱིར་རྒྱ་གར་དེའི་ནང་ཚན་ནས་ནང་ཆོས་ཀྱི་གཞུང་ནང་ནས་གསུང་བཤད་པའི་ནང་སེམས་ཀྱི་ཚན་རིག་སྐོར་དེ་ཞེ་བོ་རྒྱ་ཆེན་པོ་འདུག་བྱས་ཙང་ཚན་རིག་པ་ཚོས་གཞི་ནས་ཚུ་ནང་ཆོས་ཀྱི་གཞུང་ནས་གསུང་བཤད་པའི་སེམས་ཁམས་རིག་པའི་སྐོར་དེ་ཡི་དེ་ཚུ།

ཆེད་མངགས་སྦྱངས་ན་མ་གཏོགས་ཁོ་ར་སྔོན་སེལ་མེད་པའི་སོ་ཞིག་བསྡད་པར་བ། ད་དེ་ཚོ་ཟུར་དུ་སྡེ་ཚན་ཆེ་ཆེ་བཟོ་གི་ཡིན་ན། ཨེ་ནི་དབྱིན་ཇི་ནང་ལ་བསྒྱུར་ཡག་དང་རྒྱ་ཡིག་ནང་ལ་བསྒྱུར་ཡག་དང། དེ་ལ་སོགས་པའི་ད་སྐད་ཡིག་གཞན་དག་ནང་ལ་བསྒྱུར་ཡག་དེ་འདྲའི་རིམ་པས་ཡོང་གི་རེད་ལ་དེ་བྱུང་ན། ཅིག University ཚོ་མང་པོའི་ནང་ལ་ནང་ལ་ཡང་ཏན་ཏན་ཉམས་ཞིབ་བྱེད་མཁན་ཚོ་རེ་འཕེན་གི་རེད་ལ། ཡང་ཅིག་བྷི་གའི། སྤྱིར་བཏང་གི་ད་བྷི་གའི་ག་ཟུག་རེད་དངོས་ཡོད་གནས་ཚུལ་གི་འགྲེལ་བཤད་རྒྱག་ཡག་ལ་ལྟ་གྲུབ་འདྲ་མེད་འདྲའི་འགྲེལ་བཤད་རྒྱག་ཡག་ལ་ཡ། མིའི་རྣམ་དཔྱོད་འཕེལ་ཡག་ལ་ཁྱད་པར་ཞེ་བཞི་འདུག་ད་དེ་འདྲ་ཡིན་དུས། ག་ལེར་ག་ལེར་ལ་བོད་ཀྱི་ནང་ཆོས་ནས་བཤད་བྱ་བའི་ད་བར་ཚན་རིག་གི་སྡེ་ཚན་དང་ལྟ་གྲུབ་ཀྱི་སྡེ་ཚན་དེ་གི་འཛམ་བུ་ནི་སྤྱི་གཅིག་གི་ཤེས་ཚད་གོང་དུ་སྤེལ་ཡག་ལ་ཡ་ཕྲན་བུའི་ཕན་ཐོག་བྱེད་ཐུབ་ཀྱི་རེད་བསམ་དྲན་གྱི་ཡོད། དེ་དང་ཆབས་ཅིག་ཚད་མའི་གཞུང་དང་འབྲེལ་ནས་བོད་ཀྱི་རིགས་ལམ་གྱི་ཐོག་ནས་གཏན་ལ་འབེབས་སྟངས་འདི་བོད་སྐད་རྐྱང་རྐྱང་མ་གཏོགས་ཐ་ན་སོག་སྐད་ནང་ལས་མི་འདུག་ག། སོག་པོ་ཆ་བཞག་ན་འདས་པའི་ལོ་བརྒྱ་ཕྲག་མང་པོའི་ནང་ལ་བོད་ཀྱི་ནང་ཆོས་སློབ་སྦྱོང་བྱས་བོད་ཀྱི་ནང་ཆོས་ཉམས་ལེན་བྱས་ནས་སོག་པོའི་ནང་ནས་བོད་ཀྱི་ནང་ཆོས་ཀྱི་མཁས་པ་བརྒྱ་ཕྲག་མང་པོ་བྱུང་ཡོད་རེད། ལེགས་བཤད་བསྟན་བཅོས་བརྩམས་བཞག་པ་ཆ་བཞག་ནས་བརྒྱ་ཕྲག་ཡོད་རེད། ཧ་ལས་པའི་ལེགས་བཤད་འདི་ཡོད་རེད། ས་ངེད་ཅག་རང་ང་སོག་པོ་འདི་འདྲ་ཁ་ཤས་ངའི་དམིགས་བསལ་སྐད་ཆ་དེ་ཡིན། དེ་ང་ཚོ་སོག་སྐད་དག་ལ་ཡང་འདི་རྟགས་གསལ་གཏོང་ཡག་འདི་ཡོད་རེད་པ་ཞེས་པ་ནི་ཡོད་མ་རེད་ས། བྱས་ཙང་ང་རྟགས་གསལ་གཏོང་ཡག་འདི་བོད་སྐད་རྐྱང་རྐྱང་ལ་མ་གཏོགས་ཐ་ན་སོག་སྐད་ནང་ལ་ཡང་མི་འདུག།

ས་དེ་འདྲ་ཡིན་དུས། བོད་ཀྱི་ཆོས་དང་རིག་གཞུང་བདག་པོ་རྒྱབ་ཟིན་ས་ནས། འདིའི་ཐོད་སློབ་སྦྱོང་བྱས་ནས་ཤེས་པ་ཞིག་བྱས་བྱས། ད་ལྟ། ཆས་ཀྱི། ལོ། རྣམ་དཔྱོད་ཆས་ཀྱི་དལ་ལ་བབ་པ་ཞིག་གིས་ཤེས་ཀྱི་རེད། རྣམ་དཔྱོད་དེ་ཙམ་མེད་ན་དལ་ལ་བབ་པ་ཅིག་གིས། གང་ལྟར་ཅིག་སློབ་སྦྱོང་བྱས་ནས་ཤེས་པ་བྱས་ཏེ་དཔེ་གལ་ཆེན་པོ་རེད། ཞེས་བ་སླ་ང་དྲ་བ་དང། ཁར་ཤ་ཁུ་ནུ་དྲ་བ་ཕྱིན་པའི་སྐབས་དང་ཡང་ཅིག་རྒྱ་གར་ནང་དྲ་བ་ལས་ཤིག་ནང་པའི་ཚོགས་པ་རུ་དེ་འདྲ་གི་ནང་ལ་འགྲུལ་ཙ་ནས་ཨང་ཁོང་ཚོ་ཅིག་ནང་པའི་སྐྱབས་འགྲོ་སྟོན་འདྲ་དེ་འདྲ་ཡོང་བསྡད་ཀྱི་འདུག་ཨང་ངས་སྐད་ཆ་དྲིས་ཡོད། ཨང། སངས་རྒྱས་ལ་སྐྱབས་སུ་གཟིགས་ཡོག་རེད་སངས་རྒྱས་གང་འདྲ་ཡོག་རེད། ཆོས་ལ་སྐྱབས་སུ་གཟིགས་ཡོག་རེད་ཆོས་སོ་ན་ག་རེ་རེད། ལན་རྒྱག་མི་འདུག་ག། ཨང་ཁེར་སེ་ཡང་དང་ཁར་ཤར་ཡང་ཡང་ཕྱིན་པའི་ཁ་ཐུག་དེ་རེད། ཁོང་ཚོ་ཡུལ་བ་དགའ་རོགས། དགའ་བ་བྱས་བྱས་ང་ཐུགས་ཁག་བསླད་བྱུང། ཨེ། གྱང་སོང་ནང་པར་བ་ཞེས་པའི་ནང་པར་རེད་ས། ནང་པའི་ཆོས་ཟེར་ག་རེ་བྱེད། ནང་པའི་ཆོས་ཟེར་དེ་སངས་རྒྱས་ལ་སྐྱོབ་ཚུལ་ཆོས་ལ་སྐྱོབ་ཚུལ་དགེ་འདུན་སྐྱོབ་ཚུལ་ཟེར་དེ་ནང་པའི་ཆོས་རེད་ས། འོ་འདི་འགྲིག་གི། ད་འོ་ན་སངས་རྒྱས་ག་འདྲི་ཟེར་རེད་ཆོས་ག་འདྲི་ཟེར་གི་རེད་དེ་རྒྱུ་གང་ལ་བརྟེན་ནས་བྱུང་བ་རེད་ངོ་བོ་ག་རེ་རེད། ཁྱད་ཆོས་ག་འདྲི་ཡོད་ཟེར་དུས་ག་གེ་བྱ། ས་དེ་རིགས་ཡིན་དུས། ང་རང་ཚོ་བོད་ཀྱི་ནང་ཆོས་བྱེད་མཁན་ཚོས་སློབ་སྦྱོང་ལ་དོ་སྣང་མ་བྱས་པའི་འབྲས་བུ་ལ། ནང་ཆོས་ཀྱི་གོ་རྟོགས་དེ་ཞེ་དྲག་སྐྱོ་བོ་རེད་ཤག་ད། ཆོས་སློབ་སྦྱོང་བྱེད་དགོས་རེད་ལྟ་གྲུབ་སློབ་སྦྱོང་བྱེད་དགོས་སུ་ལབ་པ་ཡིན་ན། ད་གཅིག་ཕྱོགས་གཞི་ནས་གྲྭ་པ་ཡིན་དགོས་ངེས། གཉིས་ནས་ཨ་ནི་གཅིག་ཤ་ཁྲག་ཁ།

སོ་སོའི་བསམ་བློའི་ནང་ལ་འཚང། ཞེས་སོང་ཨ། ས་དེ་འདྲ་ཡིན་དུས་སློབ་སྦྱོང་བྱ་ཡ་དེ་གཞོན་སྐྱེས་ཚོས་ཡིན་ནའི། སློབ་སྦྱོང་མང་ཙ་བྱེད་ཐུ་ཡ་ཅིག་ད། ཨེ་ནི་རྒན་པ་ཚོས་ཡིན་ནའི། ཅིག་ཞག་དང་ཞག་ལ་ཡ་ཆོས་སློབ་སྦྱོང་བྱེད་ཡ་གི་ཐོག་ལ་ཡ་དོ་སྣང་ཤུགས་ཆེར་བྱེད་ཐུ་ན་དེ་གལ་ཆེན་པོ་ཞག་འདུག་ང་དེ་ཅིག་ལབ་ཀྱིན་འདོད་བྱུང། ཨེ་དེ་ནས་ང་རང་ཚོ་ད་བུད་མེད་བཙན་བྱོལ་བ་ཆགས་ནས་བསྡད་དེ་ཡོད་རེད་ཚང་མ་ལོག་ཕོད་ཀི་ཐུགས་མཐུན་ཁྲིམས་གཙང་དགོས་ཡ་དེ་གལ་ཆེན་པོ་རེད། ཕྲན་བུ་ཕྲན་བུ་རྒྱག་རེས་བྱས་ཟིན་ད་ཡོང་གི་རེད་དེ། ཡིན་ནའི། གཅིག་གཅིག་ལ་བསམ་ངན་འཆང་བྱས། ཨེ་ནི་ཤོག་ཤོག་འདྲི་བྱས་སོར་དེ་འདྲའི་རྒྱུ་ནི་ཞིག་ཡོད་མ་རེད། ང་ཚོ་བོད་རིགས་གཅིག་གྱུར་རེད་ས་དེ་འདྲ་ཡིན་དུས་ཚང་མ་ལོ་མཐུན་པོ་བྱས། ཨེ་ནི་གཅིག་གཅིག་ལ་རོགས་ཡག་པོ་བྱས། ཨེ་ནི། བོད་པའི་ནམ་རྒྱུན་ཤོད་རྒྱུན་ལ་ཡ་སྤྱི་རྟ་སྐད་རལ་ཟེར་ཆོག་རེད། སོ་སོ་སྒེར་གྱི་རྟ་དེ། ཚགས་ཡག་པོ་བྱས།

ཀྱང་དེ་དཔྱ་ཁྲལ་དངུལ་དང་དེ་ཚོའི་ཐོག་ནས་བྱས་ནས་གང་ལྟར་སྤྱི་པའི་སྒྲིག་འཛུགས་ཅིག་ཨེ་ཨེ་ནི་ང་ཚོ་གྲོས་ཚོགས་ཡིན་ནི་རེད་ཨེ་ནི་འཛིན་སྐྱོང་བཀའ་ཤག་ཡིན་ནི་རེད་འོ་དེ་ཡིན་དེ་གང་ལྟར་གལ་གསུམ་བྱ་ཆོག་གི་ཡོད་ཅེས་གསུངས་བ། ལྷག་པར་དུ་ཡང་ད་ང་ཚོ་དམངས་གཙོའི་སྒང་ལ་ཡང་འགྲོ་བསྡད་ཀྱི་ཡོད་རེད། དེ་སྔ་ང་དེ་ལྷས་བཟའ་ཡང་དུས་དུས་ཡང་ད་ལོ་ད་ཕལ་ཆེར་བཅུ་བཞི།

ད་དེ་འདྲ་ཡག་པོ་མི་འདུག་ཨང་བསམ་པ་ཅིག་ང་ཚོའི་སྒྲིག་འཛུགས་ཀྱི་འགྲོ་སྟངས་འདི་ངེས་པར་དུ་བསྒྱུར་བཅོས་དགོས་ཀི་བསམ་པ་ཅིག་དུས་དུས་ནས་དྲན་མྱོང། ཨན་དུས་དུས་ང་རྩེད་མོ་རྩེད་རོགས་རོགས། དུས་དུས་གྲས་མང་ཆེ་གད་པ་རེད། ཁོ་ཚོ་གད་པ་གྲོང་གསེབ་ནས་ཡོང་བསྡད་པ། ཅིག་གཞུང་ཕྱོགས་སུ་འདི་ཅི་ཡང་ཡོད་མ་རེད་གང་ལྟར་གྲོང་གསེབ་ནས་ཡོང་བསྡད་པ་མི་སྐྱོ་པོ་ཞིག་དག་རེད། ཁོ་ཚོ་བསམ་པ་རྣམས་དག་འཛེམ་ཟོན་བྱེད་མི་འོང་ངེས།

འོ་ད་ཁོ་ཚོ་ང་གསར་འགྱུར་བཤད་མཁན་དེ་ཁོ་ཚོའི་གྲས་རེད། ས་ཁོ་ཚོ་མི་ཉམ་ཆུང་བྱས། བསྡད་བསྡད་དུས་འཛེམ་ཟོན་བྱེད་དགོས་མི་འདུག་བ། ཡང་ཅིག་གཞུང་ཞབས་སུ་ལ་སྐད་ཅིག་དྲིས་པ་ཡིན་ན་ཡང་ཏོག་འཛེམ་ཟོན་བྱེད་ཀྱི་འདུག་བ། མི་སྐྱོ་པོ་དེ་ཚོའི་གྲས་འཛེམ་ཟོན་བྱེད་ཀྱི་མ་རེད། བྱས་ཙང་འོ་དེ་དུས་ནས་བྱས་ནས་གང་ལྟར་ཡང་ཉིན་ང་རང་ཚོའི་ཨ་མདོ་སྒྲིག་འཛུགས་ཞིག་ཡོད་བསྡད་པ་དེ་བསྒྱུར་བཅོས་མ་བཏང་ན་ཁྱོན་ནས་མ་འགྲིག་པ་བྱེད་ཀྱི། ཨེ་དེ་ནས། ལྔ་བཅུ་ང་བཞི་ལོར་ལ་རྒྱ་ནག་ལ་སླེབས་པ་རེད། ལྔ་བཅུ་ང་དྲུག་ལོར་ལ་རྒྱ་གར་སླེབས་པ་རེད། རྒྱ་ནག་དང་རྒྱ་གར་གྱི་རྣམ་དབྱེ་ཆེན་པོ་བཞི་བོ་ཅིག་མཐོང་སོང། རྒྱ་གར་ལ་དངོས་གནས་བྲོས་ནས་རྒྱ་གར་གྲོས་ཚོགས་ནང་དུ་ཁྱུག་ཅིག་ང་སླེབས་པ་རེད། ཁོ་ལ་ལྟས་ན་སྒྲིག་འཛུགས་མེད་དེ་བས་སོ་བྱས། དེ་དུས་ལྡི་ལི་ལི་ཡ་ལྔ་བཅུ་ང་དྲུག་ལོར་ལ་རྒྱ་ནག་གང་དྲག་ཀྲུང་ཨའི་ལས་དེ་དུས་རྒྱ་གར་ལས་ཁྱུག་ཅིག་དེ་དུས་ཕེབས་རེད། དེ་དུས་ངས་ཀྲུང་ཨའི་ལས་ཞུས་ཞུས་ཡིན། ལྔ་བཅུ་ང་བཞི་ལོར་ལ་ང་རྒྱ་ནག་ལ་མི་དགའི། རྒྱལ་ཡོངས་ང་འཐུས་མི་ཚོགས་ཆེན་གྱི་གྲོས་ཚོགས་ལ་ང་ཕྱིན་པ་རེད་འཐུས་མི་རེད། དེའི་ཚོགས་ཆེན་ཚོགས་པའི་ཁ་ཐུག་གི་ཅིག་གི་ཕི་གེ། ཁུ་ཡུག་གི་རྣམ་པར་བ་དེ་དག་རྒྱ་གར་གྱི་གྲོས་ཚོགས་འོག་མའི་ཚོགས་འདུའི་ཁུ་ཡུག་གི་རྣམ་པར་བ་དེ་ཁྱོད་ལ་འདྲ་གི་མི་འདུག་ཟེར། ཧོབ་ཁ་བལྟས་ན་སྒྲིག་འཛུགས་མེད་བསྡད་པ་ཟུར་ཞིག་འདུག་དེ་སྐད་ཆ་བཤད་མཁན་ཚོས་དཔེ་ཚང་གང་ཞིག་ཞིག་བྱས་ཞེས་སྐད་ཤིག་འདུག་ག་ཟེར།

མུ་ཟུར་སླེབས་མ་ཐག་ཏུ་གཅིག་སྡེ་ཚན་རུ་སྒོ་ཤི་རྒྱབ་བྱས། དེ་སྔ་གཅིག་བཀའ་ཤག་དང་གཅིག་ད་དྲུག་ཡིག་ཚང་ཟེར་ཡ་རོ་དེ་འདྲས་མེད་པ་བྱས་བྱས་ད་བཀའ་བློན་སོ་སོ་སོས་ལས་སྒོས་རུ་རྒྱབ་ནས་བྱས་ཡམ་རེད་ང་ཚོ་མུ་ཟུར་ནས་འགོ་བཙུགས་རེད་ལྔ་བཅུ་ང་དགུ་ལོ་ད་ག་ད་འདུག་བྱས་ནས་ང་ཚོ་དམངས་གཙོའི་ལས་འགུལ་རིམ་པས་རིམ་པས་རིམ་པས་རིམ་པས་ཀྱི་ཡ་ཚད་རུ་ཡ་མཐོ་རུ་མཐོ་རུ་ཡ་བཏང་བྱས། ད་ཐ་མ་རུ་འདི། ཉིས་སྟོང་གཅིག་གི་ལོ་ལ་ཡ། བཀའ་བློན་ཁྲི་པ་མི་མང་གི་འོས་བསྡུ་བྱས་ནས་ཡ་བསྐོ་ཡག་ཅིག་བསྒྲུབ་པར་བཏང། དེ་ནས་ངའི་གནས་སྟངས་འདི་ཆེས་གལ་ཡོད་ཡིན་ཟེར་ནས་ངས་འདུག་བཤད་དེ་ཡིན། རེད་ཡིན་རེད། དེའི་གོང་ལ་ཡིན་ན། བཀའ་ཤག་ལྷན་ཚོགས་བྱས་ནས་ཕལ་ཆེར་བདུན་ཕྲག་རེ་ནང་ཐེངས་པ་རེ་ཟང་ཚོ་འཚོགས་ཀྱི་ཡོད་རེད། ཨན། བཀའ་བློན་ཁྲི་པ་ཡག་པོས་འགན་ཆ་ཚང་བཀའ་བློན་ཁྲི་པས་བཞེས་ཚར་རེད་ཅེས་ར། ད་འཛོམ་འཛོམ་ལ་ཡག། ཅེས་བཀའ་བློན་ལྷན་རྒྱས་ཐུགས་ཡག་འདྲེ་མ་གཏོགས་གཞན། ཅེས། དུས་འདྲ་མི་རེ་ངོ་རེ་བྱས་ནས་ཚོགས་ནས་བྱེད་བསྡད་ཡ་དེ། ཨན། འབོག་ཆགས་ཚར། བྱས་ཙང། གང་ལྟར་ཅིག་ལས་དོན་འགངས་ཆེ་འདི་ཚང་མ་ལ་ཁ་སྡུག་ལ་བཀའ་བློན་ཁྲི་བས་ཐག་བཅད། ཨེ་ཡ་མེན་གོ་བསྡུར་བྱས་ན་ཕྲན་བུ་ཕྲན་བུ་ཡོང་གི་རེད་མ་གཏོགས། ད་འདུག་ཟེར་ནས་ལོ་བཅུ་ཕྱིན་པ་རེད། ད་ལོ་བཅུ་ཕྱིན་པས་ད་ད་ལོའི་ལོ་དེ་ཨེ་ནི། ད་ང་ཚོའི་ཨ་མདོ་གནས་སྟངས་རུ་དེ་དེ་སྔ་མ་ཞིག་དགུ་བཅུ་གོ་གཉིས་ཀྱི་ལོ་ལ་ཡང་ཡང་གཞུང་འབྲེལ་གྱི་གསལ་བསྒྲགས་གཅིག་གི་ནང་ལ་ཡང་ཕྱིན་ཆད་ང་ཚོ་བོད་ལ་ཡང་ཅིག་ཕྱིར་ལོག་བྱས་ནས་ཅིག་རང་དབང་གི་ཐོབ་ཐང་གང་འཚམ་ཞིག་གི་ཐོག་ནས་ཨ་ནི་བོད་ལ་ཕྱིར་ལོག་བྱ་ཡག་གི་གནས་ཚུལ་བྱུང་བའི་མཚམས་ལ་ཡང་ཨ་ནི་རྒྱ་གར་མི་ཆེ་དབང་ཆ་ཡོད་པ་དེ་ཆ་ཚང་ལོ་ས་གནས་ཀྱི་གཞུང་དེ་ལ་ཡང་སྤྲོད་ཡག་ཡིན་ཟེར་དུས་དུས་ནས་གསལ་པོ་བཟོས་ཚར། ད་དེ་ནས་ལོ་ག་ཤས་ཕྱིན་པ་རེད་ད་འདུག་ཟེར་ནས་བལྟས་ཡོང་དུས་ཙང་ནས་ད་ད་ཆ་བོད་པ་རང་ཉིད་ཀྱིས་ང་ཚོ་བཙན་བྱོལ་བས་རང་ཉིད་ཀྱི་ནང་ལོགས་ནས་གཅིག་གི་བོད་སྐད་དམངས་གཙོའི་ཐོག་ལ་དོ་སྣང་བྱེད་ཡག་དང་གཅིག་གི་འགན་འཁུར་བླང་ཡག་དེ་དེ་ཞེ་དྲག་ཡར་རྒྱས་ཕྱིན་ཡག་རེད་དེ་འདྲ་ཡིན་དུས་ཙང་ནས་ད་ད་ཆ་དུས་སུ་བོད་པའི་སོ་མཐོང་སོང། ས་དང། གོང་ས་ལྔ་པ་ཆེན་པོའི་སྐབས་ནས་ལུགས་གཉིས་ཟུང་འབྲེལ་བྱས་ནས་ད་གང་ལྟར་ལུགས་གཉིས་ཀའི་དབུ་ཁྲིད་བྱེད་བྱེད་བསྡད་དེ། ད་སྔར་ཡིན་ནའི། ཐོག་མར་རྒྱལ་དབང་སྐུ་ཕྲེང་དང་པོ་གཉིས་པའི་སྐབས་ནས་ལུགས་གཉིས་ཀའི་དབུ་ཁྲིད་གནང་ཡོག་མ་རེད། གོང་ས་སྐུ་ཕྲེང་དང་པོ་དགེ་འདུན་གྲུབ། དེ་ནས་དགེ་འདུན་རྒྱ་མཚོ། དེ་ནས་བསོད་ནམས་རྒྱ་མཚོ། ཡོན་ཏན་རྒྱ་མཚོ་དེ་བཞི་དེ་ཆོས་ཕྱོགས་རྐྱང་རྐྱང་གི་དབུ་ཁྲིད་བྱེད་ཞུ་བ་རེད།

གུང་སྒྲིག་ཡོང་ཡག་གི་ཚབ་ལ་ཡག་གཅིག་མཚན་ཤ་ཡོང་ཡག་གི་ཉན་ཁ་ཡེ་ཁོ་ཡོག་རེད། དེ་ལས་ད་ལྟ། ཅིག་གཞིས་ལུས་རྒྱ་ཆེ་མི་མང་ཆ་ཆ་ནས་ང་ཡིད་གཞི་བྱེད་ཀྱི་ཡོག་རེད། བཙན་བྱོལ་སྒྲིག་འཛུགས་ནང་ཆ་ཆ་ནས་ང་ཡིད་གཞི་བྱེད་བསྡད་ཀྱི་ཡོག་རེད། དེ་འདྲའི་ཞིག་གི་ད་གནས་སྟངས་ཀྱི་འོག་ནས། ལོ་བཞི་བརྒྱ་ཙམ་གྱིས་ཕྱིན་པའི་རྒྱལ་དབང་ཨེ་ནི་ད་བླ་བྲང་རེད་རྒྱལ་དབང་བླ་བྲང་འདི་གི་ལུགས་གཉིས་ཀའི་དབུ་ཁྲིད་གནང་ཡ་དེ་ལྟ་ཞུ་གུ་དོག་བྱ་ན་ཕི་ཀེ་དགའ་ཚོགས་རེད་ཕི་ཀེ་དང་དུ་བླངས་བྱས་རང་འགུལ་གྱི་དང་དུ་བླངས་དགའ་བཞིན་སྤྲོ་བཞིན་སྤོབས་པའི་ངང་ནས་ཞུ་གུ་དོག་ཡ་བྱུང་ན།

དབུས་གཙང་གི་དེ་དེ་གཅིག་བོ་རེད་དབུས་གཙང་མངའ་རིས་སྐོར་ཆ་དེ་གཅིག་བོ་རེད། ཨ་ནི་འབྱུང་ཁུངས་རྩིས་པ་ཡིན་ནའི་རི་བོ་དགེ་ལྡན་པའི་འབྲས་སྤུངས་གི་བླ་མ་ཆ་བྱས་འདུག་བྱུང་བ་རེད། ད་ང་ཚོ་མི་དམངས་ད་ཨ་འདའི་དུས་ཚོད་དེ་གཙོ་བོ་མི་རྐྱེན་ངན་གི་དབང་གིས་ཅིག་ང་ལ་ཡ་ད་ཅིག་ཆོལ་ཁ་དབྱེ་བ་མེད་པ་ཅིག་ཆོས་ལུགས་དབྱེ་བ་མེད་པ་མང་པོ་ཅིག་གིས་སྤྱི་མི་རུ་བྱས་བྱས་ཡོང་བསྡད་ཀྱི་ཡོད་རེད་མ་གཏོགས་གཞི་རྩའི་ལོ་རྒྱུས་ཀྱི་མང་འབྱུང་ཁུངས་རུ་བརྩིས་པ་ཡིན་ན། དགའ་ལྡན་ཕོ་བྲང་དགེ་ལུགས་ཀྱི་གཞུང་ཆགས་བསྡད་ཡོད་རེད། དབུས་གཙང་གི་གཞུང་ཆགས་བསྡད་ཡོད་རེད། ང་ཚོ་བོད་པའི་ཁ་རྒྱུན་ལས་བོད་སྡེ་པ་གཞུང་ཞེས་ཟེར་གྱི་འདུག་བ། ལ་གངས་ཅན་ཡོངས་རྫོགས་ལ་ཁྱབ་ཀྱི་མི་འདུག་བ། ཆ་དེ་འདྲ་ཡིན་དུས་ས་ནས་ད་ཁོ་རྩ་ཡ་ཡོང་སྟངས་ཁོ་དེ་འདྲ་ཆགས་བསྡད་ཡོད་རེད། དང་ཆོལ་ཁ་སོགས་ཀྱི་མི་མང་ཡོངས་རྫོགས་ལ་དབྱེ་བ་མེད་པར་བྱེད་ཆེད་འོས་བསྡུ་བྱས་ནས་ཡར་སླེབས་པ་དེ། ཆོལ་ཁ་ཚང་མ་ལོག་ཚབ་བྱེད་ཐུབ་ཀྱི་ཡོད་པ་རེད། ཁྱད་པར་དུ། ཚ་དེ་འདྲའི་ཡིན་དུས་ཚང་ནས་གང་ཅིའི་ཆ་ནས་འདུག་ཞེས་བསམ་བློ་བཏང་པ་ཡིན་ན། དེ་དགེ་མཚན་ཞག་ཐོན་གྱི་འདུག་ཨ་ནུ་ཧོབ་ཏུ་ཁ་ལ་ཡར། བཙན་བྱོལ་ཡོང་མཁན་བོད་པ་ཚོ་ཡིན་ནའི་ཁྲིམས་དཔོན་གཅིག་གིས་ད་སློབ་བམ་ཡང་བཟོ་རོགས། ཅིག་ཚོད་མ་ཐིག་པའི་བཟོ་རོགས། ཅིག་ཤུགས་ཆེན་པོ་ཞིག་བྱུང་པའི་སོ་ཞིག་འདུག་ལྷག་པར་དུ་ཡང་བོད་ནང་ལ་ཡིན་ནའི་དེ་འདྲའི་གནས་ཚུལ་དེ་གོ་ཡོང་དུས་ས་གནས་མང་པོ་ཅིག་གིས་མདོར་ན་རྒྱ་མིའི་ལས་བྱེད་མཐོ་པོ་ཡིན་ལྡན་མཁན་གྱི་བོད་རིགས་དེ་འདྲའི་གིས་བློ་ཕམ་བྱས་བྱས་ཅིག་བློ་ལ་ཡང་མ་ཤོར་ཞིག་ཅིག་དེ་འདྲའི་གིས་ཏོག་ཙེ་གནས་ཚུལ་བྱུང་བསྡད་པའི་སོ་ཞིག་འདུག། སྲིད་ན་དུས་དུས་ངས་འདི་ལྟར་ཁུ་དུག་ཁུ་དུག་ཅིག་ལབ་རྒྱུ་བྱུང་ལ་སེམས་ཤུགས་ཆག་ཁྱེར་ཡོད་མ་ཐག་ང་ཚོ་བཙན་བྱོལ་ཡོད་སྐབས་ཆ་བཞག་ནས་ད་སེམས་ཤུགས་གོང་ནས་གོང་དུ་སྤེལ་ཡག་ཅིག་རེད་མ་གཏོགས་སེམས་ཤུགས་ཆག་ཡག་གི་རྒྱུ་མཚན་རྩ་བ་ཉིད་ནས་མ་རེད། བོད་ནང་ལ་ཆ་བཞག་ནས་དེ་འདི་བཞིན་བྱས་ནས་སེམས་ཤུགས་འཕེལ་ཡག་རེད་མ་གཏོགས་སེམས་ཤུགས་ཆག་ཡག་ཁྱོན་ནས་ཡོང་མ་རེད།

བརྟག་དཔྱད་ཞིབ་ཕྲ་བྱས་བྱས་ཞུ་གོ་འང་ད་ཁོང་ཚོ། བརྟག་དཔྱད་སྡེ་ཚན་མི་འདྲ་མི་འདྲ་བྱེད་མཁན་ཚོའི་ཚུགས་ཕྱོགས་སྟོང་དུ་བྱས་པའི་ཁུ་ཐུག་ལ་ཡ། ལོ་དུས་ཆུང་དུས་འབྲུག་ལོ་པགས་པའི་གཟུགས་སྐུ་དཔེ་མ་ཟེར་བའི་ཡག་པོ་འདུག། འོ་དེ་འདྲ་ཟེར་གི་འདུག། ད་ཨ་ནི། གཉིས་ནས་འང་ད་ཁོང་ཚོའི་ཤོད་སྟངས་རུ་བྱས་ན།

ཐེག་ཆེན་གྱི་ཆོས་བརྒྱུད་འཛིན་མཁན་གྱི་ལུང་པ་མང་པོའི་ནང་ལ་བོད་ཀྱི་སངས་རྒྱས་ཀྱི་ཆོས་ལ་ཡང་དོ་སྣང་བྱེད་གཞི་ནས་སླེབས་ཡོང་གི་འདུག་ཨ། འབར་མ་དང་ཐའི་ལན་དང་དེ་བ་ནས་དང་པཱ་ལིའི་ཆོས་བརྒྱུད་འཛིན་གྱི་ཡོད་རེད་དེ་ཚོའི་ནང་ནས་བོད་ཀྱི་སངས་རྒྱས་ཀྱི་ཆོས་དེ་སློབ་སྦྱོང་བྱེད་ཀྱི་ཡིན་སློབ་སྦྱོང་བྱེད་དགོས་ཀྱི་འདུག་ཟེར་མཁན་ཇེ་མང་ཇེ་མང་འགྲོ་བསྡད་ཀྱི་འདུག་ཨ། ཨ་ནི་ཚན་རིག་པའི་ནང་ནས་དོ་སྣང་བྱེད་མཁན་ཡོང་བསྡད་ཀྱི་ཡོད་རེད་པ། ཆ་དེ་འདྲ་ཡིན་དུས། ང་རང་ཚོ་བཙན་བྱོལ་བ་ཆགས་ནས་ལོ་ལྔ་བཅུ་ལྷག་ཕྱིན་པ་དེའི་རིང་ལ། བོད། མི་རིགས། རིག་གཞུང་དུ་བཤད་པ་དེ་གྱིས་དེ་གི་མཚན་ལ། གུང་བསྟི་ཡོང་ཡག་ལ། ང་ཚོས་ག་ལ་གང་འཚམ་གྱི་ཞབས་འདེགས་བསྒྲུབ་ཡག་རེད། འབྲས་བུ་ག་ལ་གང་འཚམ་ཐོན་འདོད་ཡག་རེད། དེ་ང་ཚོ་བྱེས་སུ་ཡི་རང་བྱེད་ཡག་དང་སྤོབས་པ་སྐྱེ་ཡག་རེད། ད་ད་ལྟ། གཅིག་གི། གྲུབ་འབྲས་རུ་མཚམས་རུ་ག་བ་ལས་བཏོད་པའི་དེའི་ཐོག་ལ་ད་དུང་ང་རང་ཚང་མ་ལ་ཧུར་ཐག་ཞིག་དང་མུ་མཐུད་ནས་ཡར་རྒྱས་འགྲོ་ཡ་གཏན་གཏན་ཡོད་དགོས་རེད། རྒྱ་ནག་འགྱུར་བ་འགྲོ་དང་འགྲོ་བཞིན་པ་རེད། ད་ལོ་རྗེས་མ་རྒྱ་ནག་གི་དཔོན་རིགས་གསར་བ་ཡར་སླེབས་ཡོང་གི་རེད། འགྱུར་བ་ཏན་ཏན་འགྲོ་བསྡད་ཀྱི་རེད།

ཚ་བ་དངོས་ཡོད་ནས་སུ་གྱེར་བ། ཁོ་ཕྱི་གསལ་ནང་གསལ་ཡོད་ན། ལས་ཀ་བྱེད་མཁན་ཡིན་ནའི་གདེང་འཁེལ་ཡོད་རེད། མི་བལྟས་བསྡད་མཁན་ཚོ་ཡིན་ནའི་ཁོ་གདེང་ཚོད་སླེ་ཡ་ཞོག་རེད། སྦུག་སངས་བྱས་བྱས་འདུག་བསྡད་བསྡད་དུས་ལས་ཀ་བྱེད་མཁན་ཚོ་ཡིན་ནའི་ཅིག་སེམས་ཀྱི་གཏིང་དེ་ཚོད་མ་ཐིངས་སོ་ཞེས། ཕྱི་ལོག་ནས་ཅིག་ཡིད་ཆེས་མེད་པའི་སོ་ཞེས་ཁོ་ཡོང་བསྡད་འདུག་ཨ། བཙན་བཟང་རྒྱ་ནག་སྟོབས་ཆེན་རྒྱལ་ཁབ་དེ་འདྲི་གཅིག་གིས་ཨང་དེ་འགྲོ་སྟངས་ནང་བཞིན་བྱས་ནས་གུང་ཁྲན་ཏང་གི་ཐོག་མར་གསར་བརྗེ་ལམ་པའི་ཁ་ཐུག་ལ་གསང་བ་བྱེད་དགོས་རེད། གནས་ཚུལ་མང་པོ་བྱེད་པའི་སྦུག་གསང་བྱས་ནས་བསྡད་དགོས་རེད་དེ་གནས་ཚུལ་ཁ་ཁ་རེད་ད། ཕི་ཀའི་རྒྱ་ནག་རྒྱལ་ཁབ་འདི་གཙོ་ད་ལོ་དེ་རིགས་ཕྱིན་པའི་ཞུ་སྒོ་དེ་འདྲས་ཀྱི་དམག་དུས་ཀྱི་སྐབས་ནང་བཞིན་གྱི་པའི་གསང་བ་བྱས་དོགས་པ་བྱས་ཡིད་མ་ཆེས་བྱས་དུས་ཚོད་དེ་ཡོད་རེད་ད་ཡོང་ཡག་པོར་ཁྱོན་མི་འདུག་བ།

ཚུ་ཚུ་དེ་ང་ཚོ་བོད་མི་རིགས་ཆ་བཞག་ན། མི་རབས་བརྗེས་འགྲོ་ཡག་རེད་དེ། ལྷག་བསམ་སྙིང་སྟོབས་ཞུམ་པ་མེད་པ་བྱས་ནས་བརྟན་པོ་ཞུ་བཞི་དད་དོ། ཨེ་འདིའི་ཐོག་ལ་ཤེས་ཡོན་ཡར་རྒྱས་འགྲོ་བསྡད་གི་ཡག་བོད་ནང་ལ་ཡིན་ནའི་མི་འདུག་མི་འདུག་སུ་ལབ་ནའི་ཤེས་ཡོན་ཡར་རྒྱས་འགྲོ་བསྡད་གི་ཡག་རེད་ང་ཚོ་བཙན་བྱོལ་ལ་ཡོང་ན་ཆ་བཞག་ནས་ང་ཚོ་དེ་གི་དེ་ལས་བསྡོམས་ནང་ལ་བཀོད་པ་ནང་བཞིན་རེད་ཅིག་གི་ཤེས་ཡོན་ཅན་ད་རིམ་པས་རིམ་པས་སྐོ་ཇེ་མང་ཇེ་མང་ཐོན་ཡོང་གི་འདུག་ས་དེ་འདྲས་ཡིན་དུས་ང་རང་གི་ཨ། ནང་སང་རང་བཙན་ཟེར་ཡ་གང་བཤད། ཅེས། རེ་བ་དང་སྐྱབས་བཅད་ཀྱི་ཡོད་རེད་དཔེར་ན་གཞོན་ནུ་ཚོགས་པ་ལ་ཆ་བཞག་ན་རང་བཙན་རྩོད་ཀྱི་ཡོད་འདི་ང་ཚོ་ཐོབ་ཐང་རེད། དངོས་ཡོད་གནས་ཚུལ་གྱི་ཐོག་ནས་བོད་ཀྱི་དཀའ་ངལ་སེལ་ཡ་དེ་ཨ་མདོ་དབུ་མའི་ལམ་ནས་འགྲོ་བསྡད་ཡ་ད་དེ་ངོ་ཐོག་ར། ལོ་གཅིག་གཉིས་ནང་ལ་དཀའ་ངལ་སེལ་ཐུབ་ཡ་ཅེས་ཀྱི། ཕལ་ཆེར་མཐར་རུ་མཐོང་ཡོང་གི་ཚོད་དཔག་རེ་བྱེད་ཐུབ། ས་དེ་འདྲ་ཡིན་དུས་ང་རང་ཚོའི་བསམ་བློ་དེ་ཚོ་གང་དག་ཅིག་རྒྱ་ཆེན་པོ་ཞིག་ནས་བསམ་བློ་གཏོང་གི་ཡོད་རེད། གང་ལྟར་བོད་ཀྱི་དཀའ་ངལ་སེལ་ཡག་ལ་རྒྱ་ནག་རྒྱ་ཆེའི་མི་མང་ལྷག་པར་ཤེས་ཡོན་ཅན་གྱི་ང་ཚོར་རྒྱབ་སྐྱོར་དང་གདུང་སེམས་མཉམ་སྐྱེ་རྒྱབ་སྐྱོར་དེ་མི་ཐབས་མེད་ཐབས་རེད་བ། ས་དེ་ཡོང་བ་ལ་ཡང་ནང་སང་ད་ག་རྒྱ་རིགས་མཐོན་མན་སུ་ལ་ཡིན་ནས་པའི་ཁ་མ་ཐུག་ཁོ་ལ་སྣ་ཐུག་ཡག་ཅིག་རྒྱག་རེས་ཤོག་ཟེར་བ་བྱས་པ་ཡིན་ན་ཡོང་ཡག་མི་འདུག་བ། དེ་བསམ་བློ་གུ་ཡངས་ས་ནས་བཏང་དགོས་ལ་བསམ་བློ་རྒྱ་ཆེ་ས་ནས་བཏང་དགོས་རེད་མ་གཏོགས་ཁ་ཐུག་གཅིག་གིས་གཅིག་འགྲུབ་དང་མ་འགྲུབ་ད་ཐབས་ལམ་སྐད་ཆ་ཁས་མེད་པར་གཅིག་བསྒྲུབ་བྱ་རུ་གཅིག་ལ་ཡང་ཨུ་ཚུགས་བརྒྱབ་ནས་བསྡད་བསྡད་པས་ཕན་མ་སོང་བ་ས་དེ་འདྲས་ཡིན་དུས་གང་ལྟར་ཨ་མདའ་བུ་དང་ད་ང་ཚོའི་བྱེད་ཕྱོགས་དེ་འཛམ་བུ་གླིང་གི་རྒྱབ་སྐྱོར་ཡོད་བསྡད་པ་གཙོ་ཆེན་རྒྱ་གར་གཞུང་གི་རྒྱབ་སྐྱོར་ཡོད་བསྡད་པ་རྒྱ་ནག་ཤེས་ཡོན་ཅན་མང་པོ་གཅིག་གི་རྒྱབ་སྐྱོར་ཡོད་བསྡད་པ་ད་དེ་འདྲས་ཆགས་ཡིན་དུས་ས་ནས། ད་ལྟ་ང་ཚོས། རང་གྱར་གཞན་ཕམ་ཟེར་ཡག་མ་ཡིན་པ། གཉིས་ཀ་ལོག་ལ། གཉིས་ཕན་ཡོད་བསྡད་པ་ཞིག་གིས་ཐབས་ལམ་བྱེད་བསྡད་དེ། རྒྱ་ནག་གཞུང་དང་མཉམ་དུ་སྐད་ཆ་བཤད་ནས་དོན་འབྲས་རྡོག་རྡོག་ཅིག་འདི་བྱུང་ཟེར་ཆེད་ང་ཚོས་བཤད་ཐུབ་ཡག་ཡོད་མ་རེད་དེ། རྒྱ་ནག་ཤེས་ཡོན་ཅན་མང་པོ་ཅིག་ནང་ལ་ད་རྒྱབ་སྐྱོར་ཤུགས་ཆེ་ཐག་ཆོད་ཡོང་ཐུབ། ས་དེ་འདྲ་ཡིན་དུས་དེ་ང་ཚོར་གྲུབ་འབྲས་གཏན་འཁེལ་ཐོན་ཡོང་རེད། ཨ་ནི་འཛམ་བུ་ནི་སྤྱི་ཡོངས་ཀྱི་ཐོག་ནས་ཡིན་ནའི། མདོར་ན་ཨ་མི་རི་ཀའི་ཕོ་བྲང་དཀར་བོ། ཁ་སིང་ང་ཕི་ཀའི། རེད་ད་ཟླ་གཉིས་རེད་བ་ཟླ་གཉིས་ང་ཕི་ཀའི་འགྲོ་དུས་བཙལ་ནས། ཨ་ནི། མི་གཞུང་འབྲེལ་རང་བྱས་ནས་དབུ་མའི་ལམ་ལ་རྒྱབ་སྐྱོར་ཡོད་ཟེར་ནས་ད་གསལ་བསྒྲགས་བྱས་པ་རེད། ལོ་དེ་ཚོའི་གྲས་དེ། གནད་འགག་ཏུ་བ། ང་རང་ཚོ་སྤྱི་ཁོག་གི། ཕྱིན་པ་ཡིན་ནའི་རྒྱབ་སྐྱོར་མེད་ན་ཁག་པོ་རེད། འཛམ་བུ་གླིང་གི་ཕྱི་ལོགས་ནས་གཙོ་ཆེན་རྒྱ་གར་གཞུང་གིས་རྒྱབ་སྐྱོར་མེད་ན་ཁག་པོ་རུང། ད་ག་ནས་ཤིང་གི་ཨ་མི་རི་ཀ། ད་ག་ནས་ཤིང་གི་ཡུ་རོབ་གྲོས་ཚོགས་རྒྱབ་སྐྱོར་མེད་ན་ཁག་པོ་རུང། ཨ་ནི་གལ་ཆེ་ཤོས་འདི་རྒྱ་ནག་མི་མང་ནང་ལོགས་ནས་རྒྱབ་སྐྱོར་འདི་ཤ་གལ་ཆེན་པོ་རེད་འདུག་བ། སོགས་དེ་འདྲའི་ཡིན་དུས། དེ་ཡང་ངས་ད་ག་ཞོར་འདྲི་རེད། ཁྱང་ཚོ་ཞིག་ལབ་ནང་བསམ་དྲན་བྱུང། ཨ་ནི་ཁྱང་ཚོ་ངོ་ལོག་བློ་བདེ་པོ་བྱེད་ཞུ་ཨ་ཨི་ཏྲེ་ཤི་ཏེ་ལེ།